འགྲོ་མིའི་ལོ་རྒྱུས་ཀྱི་ཆག་ཀློང་མདུན་དུ་འཇུག་པའི་བཤུལ་ལམ་ལ་ཕྱིར་མིག་འཕེན་ཚེ་ཕན་ཚུན་བརྡ་སྤྲོད་བཤུལ་གྱི་སྐད་ཆ་བྱུང་བའི་དུས་ནི་ཧ་ཅང་སྔ་མོ་ཡིན་ཏེ། ཡོངས་གྲགས་སུ་མི་ལོ་ཆིག་འབུམ་ཡས་མས་ཀྱི་གོང་རོལ་ནས་མིའི་རིགས་ཀྱི་ཆེས་ཐོག་མའི་སྐད་ཆ་བྱུང་ཡོད་པ་མཁྱེན་གྱིས་བཞིན་ཡོད། ལོ་ངོ་ཆིག་འབུམ་རིང་གི་འབྲེལ་འདྲིས་དང་ཞིབ་བསྡུར་བརྒྱུད་སྐད་ཆའི་སྒྱུ་རྩལ་ཉིད་ད་ལྟ་ཧ་ཅང་ཕུན་སུམ་ཚོགས་པོར་གྱུར་ཡོད་དེ། རང་རེའི་དབུ་ལམ་རིགས་འདི་ལ་ཡང་དེ་ནི་ཆེས་སྔ་མོ་ནས་སྐད་ཆ་དར་ཞིང་རིམ་གྱིས་འདི་ཉིད་སྐད་ཆའི་སྒྱུ་རྩལ་གྱི་མཐོ་ཚད་ཅིག་ལ་སླེབས་ནས་ཡོད་པས། དང་དུར་ང་ཚོས་གོ་ཐོས་མྱོང་རིག་ཡོད་པའི་ལྷག་ལྷག་སྙན་གསུམ་ལ་མཆོད་འབུལ་སྐྱབས་བཅོལ་གྱི་བསང་མཆོད། མི་རྗེ་སྐུ་དཔོན་གྱི་ཆེ་བ་མངོན་པར་ཡོད་པའི་བསྟོད་པ་དང། གནོད་བྱེད་འཇིག་རྟེན་གྱི་རྟེན་དང་བརྟེན་པའི་བཤད་པ། དཔེ་སྟོན་གྱི་ཁ་བསྒྱུར་གྱི་བརྡ་སྤྲོད་པའི་སྒྱུ་རྩལ་གཏམ་དཔེ། འཇིག་རྟེན་མཐུན་འཇུག་གི་གཉེན་གྱི་ཆོ་ག་དང་གཞིས་ཁང་གསར་རྒྱག་གི་འགྲིབ་སྟོན་གྱི་སྟོན་བཤད་སོགས་དམངས་ཁྲོད་སྔགས་རིག་གཏམ་གྱི་རྒྱུ་རྩལ་འདི་ཉིད། རང་རེའི་དགྲ་འདུལ་གཉེར་སྐྱོང་གི་འཚོ་བའི་གྲངས་ཐག་ན་གྲགས་མདངས་འཚེར་བའི་འཕྲང་རྡོག་རེ་རེ་ལྟར་མངོན་པར་རྒྱལ་ནས་ཡོད་དོ།
མིག་མི་འགྱུར་གྱི་སྔགས་བརྒྱའོ། གཞུ་མི་འགྱུར་གྱི་གཏུམ་བྱེད་ཡོད། འོན་ཏུ་ཚེ་ནུས་ཀྱི་སྟེང་དུ་ནི་ཐོག་ཐོག་གི་བཞིན་དུ་ལྕགས་ཀྱི་རྒྱུག་ཆ་རི་བཞིན་དུ་བལྟ་ཡི། ཁོང་གཉིས་ཀ་ཡིན་ན་ཁྱིམ་གཅིག་ལ་འདུག་ཅི་ཡི་ཟེར་དགོངས་ནས་ད་རྒྱུ་མཚན་འདི་གཟིགས་པོ་འདི་རེད་འདི་ཡིན་ན་ངེད་ཀྱི་ཕྱི་སོར་བཀྲ་ཤིས་ཚོགས་གཅིག་འཚོལ་གྱིན་ན་ར།
རྗེ་བཙུན་ཁ་བ་ཆེན་པོ་མཆོག་གིས་རིགས་ལམ་རྣམ་པར་བཤད་པའི་རྣམ་དཔྱོད་དང། གཞུང་ལུགས་གདམས་པར་ཤར་བའི་ཉམས་ལེན་དང་ཚིག་སྦྱོར་ཚུར་ལ་འཁེལ་པའི་ངག་གི་དཔལ་གསར་སྟེང་འདི་ན་རིན་ཆེན་རྣམ་གསུམ་སྣང་ཞེས་གསུངས་པ་ནང་བཞིན། རང་རེའི་བོད་ཀྱི་བཤད་པ་གཏམ་གྱི་སྒྱུ་རྩལ་འདི་ཡང་གངས་རྒྱན་ངག་རིག་དབེན་པའི་མཁར་རྒྱན་རྣམ་པར་བཀྲ་ཤིས་ཏེ། མེས་པོའི་བློ་ཕྱོགས་ཡང་ཡང་བརྡར་བའི་གཏམ་གྱི་ཉིང་བཅུད་ཡིན་ལ། གནམ་སྲིད་དཔེའི་མངོན་པར་སྟོན་པའི་བརྗོད་པའི་སྙིང་བོ་ཡིན། རང་རེའི་ཁ་དཔེ་ལ་སྲིད་པ་ས་བཅག་ནས་གཏམ་དར། བ་སོ་ཁ་སྐྱེས་ནས་གཏམ་བཤད་ཞེས་པ་ལྟར། འདི་ནི་འགྲོ་མིའི་ལོ་རྒྱུས་ཀྱི་ཆག་ལུང་རིང་མོའི་རྒྱུན་དང་འགྲོགས་པའི་ཤེས་རབ་ཀྱི་འཚང་ཁ་ཡིན་ལ། འོལ་མོའི་ཤེས་རིག་གི་དཔལ་དང་བསྡོངས་པའི་རྣམ་དཔྱོད་ཀྱི་རྣོ་དབལ་དེའང་ཅི་ལ་མིན། གཏམ་གཅིག་གིས་དོན་བརྒྱ་སྟོན་ཞིང་སྨན་གཅིག་གིས་ནད་བརྒྱ་དྲག་ཞེས་པ་ལྟར། གཏམ་དཔེ་ཡིས་དོན་བྱ་ཐམས་ཅད་ནམ་བླངས་ཉི་ཤར་གྱི་གོ་བརྡ་ཡང་དག་པར་སྤྲོད་ཐུབ་ལ། དཔེ་དོན་གྱི་ཁ་བསྒྱུར་གྱིས་གཏན་ཚིགས་འགྲེལ་ཆགས་པ་སྦྱིན་ནུས་པས། བཤད་པ་གཏམ་གྱི་རྒྱུ་རྩལ། ཕ་མིང་བཞག་པའི་ཕ་ནོར་རྩ་ཆེན་འདིའི་རིན་ཐང་ཅི་འདྲའི་བླ་ན་མཐོ་ཨང། འདིར་དམིགས་བསལ་བ་བྱེ་བྲག་རང་རེའི་གཏམ་དཔེའི་ངག་གི་སྒྱུ་རྩལ་ཁྱད་དུ་འཕགས་པ་འདི་ནི། རང་རེའི་མེས་པོ་དག་གིས་འཛམ་གླིང་ཡང་རྩེ་འདི་ནས་དཀར་སྡུག་དང་རྔུལ་ཁྲག་གི་ཚོགས་བཞེས་ཀྱི་འདུན་མ་བཅིངས་བའི་བློ་གྲོས་ཀྱི་ཉིང་བཅུད་ཡིན་ལ། དགའ་སྐྱོ་ཆགས་སྡང་གི་སེམས་ཀྱི་འདུ་བྱེད་མངོན་གསལ་དཔེའི་ལམ་ནས་བརྗོད་པའི་ངག་གི་སྒྱུ་རྩལ་ཐུན་མོང་མིན་པ་ཞིག་སྟེ། རང་རེའི་ལོ་རྒྱུས་ཡིག་ཚང་རྣམས་སུ་བོད་ཀྱི་ཆབ་སྲིད་སྒྲུང་དུས་བོན་གསུམ་གྱིས་བསྐྱངས་ཞེས་པ་ལྟར། རང་རེའི་གཏམ་དཔེ་བཤད་པ་ངག་གི་སྒྱུ་རྩལ་འདི་ཡང་དེའི་ཡུལ་ཁོངས་སུ་འདུར་མཁས་པ་དག་གིས་བཞེད་ལ། གཏམ་དང་དཔེའི་མཐུན་སྦྱོར་ལས་སྲིད་པ་དངོས་རུ་བསྒྱུར་བའི་རྣམ་དཔྱོད་ཀྱི་ཚལ་ཁ་འཐོལ་འཐོལ་འཁྱེར་མྱོང་ཞིང། ཕ་རོལ་དགྲ་ཆེན་ཁྱིམ་ལ་ཕབ་སྟེ་དབང་དྲག་སྟོབས་ཀྱི་རྒྱལ་མཚན་ལྷབ་ལྷུབ་གྱོན་མྱོང་བ་ཡང་མངོན་སུམ་ཚད་མར་གྲུབ།
ཨ་རུ་ཤ་ཡང་རྟ་མགྱོགས་གོ་ནི། ཨོ་ལི་ཨར་རྒྱ། ཨོ་རྟ་རག་གོ་ནི་ག་མགྱོགས་གོ་རི་རྟ་ཚོ་སེམས་ཆོ་འགས་སོང་ཁྱི་ཉག་འདི་ཡོང་ནུ་ཧྲག་ག་ཤིག་ཧྲག་ག་ད་ཁྱི་ཉམས་སོང་འཇི་ནག་ཁྱི་ཀུན་གྱི་ན་ད་ང་ཧ་རི་གར་ཁིར་ཀི་ཉེ་སུ་ར་ཁྱི་ཀུན་གྱི་ན་མ་ཁག་མར་མར་ཀི་ཉེ་སུ་རི་ཁྱི་ཉག་འཇི་ན་ང་ཚུ་ཉེ་ག་རི། ང་ཆི་ཡང་གྱི་ན་ཙོན་ཁྱད་པར་ཉི་ཁ་དང་རི་བོ་ནི་མ་རེད་སུ་ཚ་རོ་ཉི་ཁྱད་པར་དེ་ར་ཁམ་ཁ་མ་ཉི་ཆེ་ཆུང་དུ་ཡོ་ནེ་ར་མ་ཏྲི་ཏུ་ཡོ་ལིབ་ཏོ་སར་ར་ཉོ་ནི་མ་རེད། དེ་དང་ན་ང་ཆི་ཡང་གྱི་ན་ད་ཐི་ཁི་ར་བཤད་ནི་ར་ད་རུང་ར་བཤད་བྱེད་དུ་ཡོ་ནུ། ད་བཤད་ར་སོང་ན་རི་གང་རེད་དེ་ན་འུ་ཚོ་ཅིག་སོབ་བདའ་ས་ནི་ཧུ་ཡག་ནི་སོང་ས་ནི་རྒྱི་ཡག་ནི་ད་མུ་དེ་ཆུ་ཧ་ནི་ནང་ཟོ་ར་ཅིག་ཁ་འཁྱམ་ཅིག་འགྲིག་དུ་ཡོང་ཅུ་འདི་ཏོག་འདི་ལ་ག་ནི་ནི་རྒྱན་ད་ང་ཆི་ཡང་ད་རུང་རང་ར

སྣང་གསུམ་གཡོར་གྱི་ཕྱེད་ན་ཧ་ནི་ཡུལ་ཆགས་ཆོས་ཡོད་ནི་རེ། འདྲ་གསུམ་ཐོག་མའི་ཕྱེད་ན་མནར་ཙམ་འཁོར་ཆགས་ཆོས་ཡོད་ནི་རེ། དེ་དག་ན་འདིའི་ནང་ཧ་ནི་ནང་འདྲེན་གྱི་ན་ད་ཐམས་ཅད་བྲེད་བཟུང་ངི་ད་ཁ་འཁྱམ་གྱི་འགྲིག་རི་ཡུག་ངི་ཧ་མ་འདི་རྩིབ་ཁུ་རི་ར་དེ་ཆུ་ལ་ཀ་ནི་ང་ད་རོག་ཀ་ར་བྱ་ནི་དྲ་ད་རང་སྣང་ཆི་ཆོ་ཤོད་གི་ནི་ངུ་ངར་ཀ་ཆ་ནི་གྲོག་འདི་ལ་ཀ་ནི་ཅི་ཉན་གྱི་དུ་ཁུ་ནོ་ན་ཅི་ཉན་ནི་དེ་དགའི་ཆུ་ལ་ཀ་ནི་ང་ཆི་ཆོ་ཤོད་གི་ནི་ད་དུ་མི་ནི་ཆང་བྱ་ཅི་མི་ཡ་ད་ཉི་གི་སེམས་ཆོ་གས་སོང། ཡ་ཡ་རྒྱ།
ད་ལྟ་མི་ལོ་བདུན་གྱི་དེབ་སྐྱིད་ན་ང་ལ་སའི་དབུས་འབྱུང་རྟེན་བཞེངས་པའི་རྒན་པོ་འདིའི་མིང་ལ་རོང་བོ་ཚེ་དཔལ་ཞེས་འབོད་ཅིང་ཁོང་ནི་བཤད་པ་གཏམ་གྱི་ཁོར་ཡུག་འདི་ནས་ཚར་ཅིང་ལོངས་པ་དང་བཤད་པ་གཏམ་གྱི་སྒྱུ་རྩལ་འདི་དང་འདྲིས་ཤིང་འགྲོགས་ནས་ཡོང་མྱོང་བ་མ་ཟད། མི་གཡོ་གཟུ་བོའི་བློ་ཡིས་འཛིན་པ་དང་དམའ་བའི་འདབ་སྟོང་དྲོད་ལས་བྱབ་པ་ཙམ་གྱི་སྒྱུ་རྩལ་འདི་ལ་བརྟེན་ནས། དཀར་པོ་སྙིང་རྗེའི་དར་དཀར་ཕྱོགས་སུ་འཐེན་པ་བདུན་གྱིས་མི་ལངས་ལ། ནག་པོ་ཁྱོད་ཀྱི་ཁམས་ཀྱི་རྩ་ནས་བསྡམས་པ་ཡང་རྩིས་ཀྱི་ག་ལ་ཟིན། འདི་ནི་གཏམ་དཔེ་ངག་གི་སྒྱུ་རྩལ་འདི་ཉིད་འཛིན་སྐྱོང་སྤེལ་གསུམ་གྱི་འདྲ་གཟུགས་གསོན་པོ་ཡིན་ལ། གཏམ་དཔེ་ངག་གི་སྒྱུ་རྩལ་གྱི་སྒེར་སྡུག་ལུས་ཀྱི་མཐའ་ཁྱོན་དཀར་གསལ་ནག་འདུལ་བྱེད་པའི་དཔེ་མཚོན་དོན་པོ་ཡང་ཅི་ལ་མིན། དང་ཁུལ་དུ་ཞུགས་འགོ་ཡིན་ན་ཨུ་རུ་སྤྱི་ཚོགས་ཀྱི་བར་གྱི་ངོ་བོ་འདི་གཏན་འགེབས་གཏན་འཁེལ་བྱེད་རྒྱུ་ལས་ཨུ་རུ་སྤྱི་ཚོགས་ཀྱི་འཕེལ་རིམ་གྱི་ནང་ནས་ཝི་ལིན་ཇི་ནར་ཝུད་ཀྱི་འཕེལ་རིམ་གྱི་ནང་ནས་ཡིན་གྱི་ན་ད་ཡ་ར། དང་ཁུལ་དུ་ད་རེས་ཡོང་ལུགས་ད་བར་གྱི་རང་བྱུང་ཁམས་ཀྱི་གནས་ཚུལ་འདི་སྟེ་གི་སྟེ་གི་སྟེ་གི་དཔེ་དང་དཔེ་ཅན་གྱི་ལམ་ནས་ཡིན་ན་དང་ཁུལ་དུ་ད་རེས་ཡོང་ལུགས་རྒྱུ་མཚན་ལུགས་དང་མུ་སྟེགས་དེ་འདྲ་འདི་ལྟར་ནང་གི་དེང་གི་ལ་ཀི་རིགས་དང་ནང་གི་དེང་གི་ལ་ཀ་ནི་ངེས་གཏན་དུ་བར་གྱི་སྤྱི་ལ་བར་གྱི་བྱེད་མི་ཐུབ་གི་འདི་ཡིན་གྱི་ན་ད་ཅི་གི་བར་གྱི། དེའི་འདམ་མུག་རིགས་ནི་སྤྱི་ལོ་དཀར་མོ་རིང་དུས་རབས་འདི་མུག་ཟ་ལྟ་སྟངས་ཀྱི་འདི་ལྟར་འདི་སེར་མིག་སུ་དང་སུ་ཡི་ནག་ཤེལ་ཐུགས་ཀྱི་མར་འདུག་ད་སྔ་རང་གི་ངེས་འཛིན་གྱི་ལ་ཁ་ནི་ཆེན་མོ་རིགས་སུ་བགྱིས་ན་སྟངས་ཀྱི་འདི་སྟག་རུས་ཉིད་ན་འོད་མདངས་ཡིན་གྱི་ན་ད་ནུམ་དར་ནི་ན་འོད་སེར་ཀོ་ནི་འདི་སྲིད་པ་ན་ནུམ་ཆགས་ནི་ན་འོད་ཀྱི་སྲིད་པ་འདི་ཆགས་ནི་འོད་ལིབ་ལ་ལི་ཡིན་གྱི་ན་ད་སྟངས་ཀྱི་འདི་དར་གདུགས་ནོར་གཅིག་གི་རང་གི་ལྟ་སྲིད་དོ། དེ་ཡང་སྒམ་པོ་རོང་བོ་ཚེ་ཧོལ་ལྟ་བུ་བྱ་བ་གཏམ་གྱི་སྒྱུ་རྩལ་འདི་ལ་དུང་བ་བླ་ལྷག་ཆེ་ཞིང་བརྩེ་བ་ཟོལ་མེད་བྱུང་མཁན་རང་རེའི་ཉེ་འཁོར་ན་མང་པོ་ཡོད་དེ། རོང་བོ་ཚེ་དཔལ་བསད་པའི་རྩེ་ཁོག་རྫོང་བོད་ཀྱི་དཔའ་དཔེ་རྒྱུད་འཛིན་འཕེལ་རྒྱས་མཐུན་ཚོགས་སུ། བཤད་པ་གཏམ་གྱི་སྒྱུ་རྩལ་ལ་དགའ་བ་ཟབ་ཅིང་དུང་བ་ཆེ་བའི་མི་ཡང་མི་ཉུང་བ་ཡོད། དེ་དག་ཀྱང་ཆུང་དུས་ཡིད་ལ་དགོས་པའི་བག་ཆགས་དང་དུས་རྒྱུན་འཚོ་བའི་ཁྲོད་ཀྱི་མྱོང་བ་བརྒྱུད་དེ། གཏམ་གྱི་སྒྱུ་རྩལ་འདི་ཉིད་རང་གི་འཚོ་བ་དང་ཁྱི་ལ་ཁྱི་བཞག་ཏུ་འབྲེལ་ཞིང། རང་གི་བུ་རབས་ཚར་གཅིག་དག་ལ་རྡོ་ལག་བསྐྱིལ་གྱིས་དཔེ་བཞིན་པ་ཤ་སྟག་རེད། དེ་བས་གཏམ་དཔེ་ནི་ང་ཚོའི་འགྲོ་འཆག་གཉེན་སྡུག་དང་དམ་དུ་འབྲེལ་ཞིང་དགའ་སྐྱོ་ཆགས་སྡང་དང་ཉེ་བར་འགྲོགས་ཡོད་པའི་གཏམ་གྱི་སྒྱུ་རྩལ་ཞིག་ཡིན་པ་རྟོགས་ནུས་སོ།
དེ་ནས་སོང་ན་ཁིར་གི་ད་དགེ་མཚན་དུ་གང་ན་ཡོད་ཀི་ཟེར་ན་ད་གཏམ་དཔེ་བྱེད་སྒོ་ནང་དུ་ད་ཆི་མོ་ཟིག་རེད་ཟེར་ན་ཚིག་གཅིག་གི་ནང་དོན་རྒྱ་འདུས་ནས་དོན་ཁེར་ཟིག་རྟོགས་ན་བློ་རྒྱ་སྐྱེས་ནས

གཏམ་དཔེ་ཞེས་པའི་གཏམ་གྱི་སྒྱུ་རྩལ་ཞིག་རང་རེའི་མི་རབས་ནས་མི་རབས་སུ་འཛིན་ཀྱང་དཔེ་བཞིན་པ་དང་ད་དུང་ཡང་མི་རབས་ནས་མི་རབས་སུ་དཔེ་འགྱུར་གྱི་མཐུན་རྐྱེན་མངོན་པར་ཚང་བའི་དམངས་ཁྲོད་ཀྱི་སྐད་ཆའི་བང་མཛོད་འདི་ལ་མཚོན་ན། རང་སྟེང་ན་བསྐྲུན་དུ་མེད་པའི་དགེ་མཚན་དང་བླ་ན་མེད་པའི་ཁྱད་ཆོས་ཧ་ཅང་འཛོམས་པོ་ཡོད་དེ། དཔེར་ན་ཆུའི་སྟོད་ནས་སྟོང་ཉིད་མཐར་ཕྱིན་པ། གཏམ་བཤད་ནས་སྲིད་པ་ངོ་གཏུགས་བྱས་པ་ལྟ་བུར་མཚོན་ན། གཏམ་དཔེ་ནི་ཚིག་གི་སྦྱོར་བ་ཁོ་ན་ཙམ་དང་སྐྱེ་ཡི་མཆིས་སྟངས་ཐད་ཀར་ཙམ་ཞིག་མ་ཡིན་པར། གཏམ་བཤད་པ་པོ་ཁྱད་དུ་འཕགས་པ་ཞིག་ཡིན་ཚེ་བློ་གྲོས་ཀྱི་འཇུག་སྒོ་ཡངས་ཤིང་བློ་རིག་གི་འཁྱིག་སིལ་ཅན་པ། ཆོས་འཇིག་རྟེན་གྱི་རྣམ་གཞག་ལ་མི་རྨོངས་པ། ལུས་དགེ་སྡིག་གི་དཀར་ནག་གསལ་བ་ཞིག་ཡིན་པ་ངོ་འཕྲོད་ཐུབ་ལ། བཤད་པ་གཏམ་གྱི་སྒྱུ་རྩལ་གང་དེས་ཀྱང་དཀར་པོ་ལྷ་སྐྱིད་ཀྱི་རྣམ་གཞག་ལེགས་པར་སྟོན་ནུས་ལ།

ད་ལྟའི་རང་གཏམ་གྱི་རིན་ཆེན་གཟིགས་མགོ་བཞག་ཡས་སྐྱ་རང་འཁོད་ར་སྨིས་བཞག་ཡས་བདུན་གསུམ་ཉི་ཤར་ཙག་ཅི་ག་ཀྱོག་གི་དཔའ་མཁར་གཟིགས་དགོངས་ནས་བཙུགས་ཡས་བདུན་འཛིན་ཉི་མ་ཐུན་འཛིན་ན་གཏམ་ནག་ཙག་གི་གཟིགས་རྫོགས་རེའི་དགོས་ནི་ཡིན་ན། ད་རྒ་པོ་གངས་ཅན་ཟས་གོ་ནོང་འདི་ང་གངས་སྐྱིད་ཡས་རེད་ཙང་གི། ཨོ་ལེ་ད་ལྷ་རྟ་རྐྱང་ལི་མི་ནས་ཆིག་འཇོག་མེད་ནི་གཟིགས་ནོང་རླུང་ནག་ཚི་མ་མི་ནས་སྔོན་ཡ་མེད་ནི་གཟིགས་ནོང་བཟའ་རི་རྒྱུད་ན་བཤའ་འཛིན་ནི་གཟིགས་ནོང་ཕྱི་རི་རྒྱུད་ན་གཉའ་འཛིན་ནི་གཟིགས་ནོང་ད་འདི་མོ་གཟིགས་གི་རྟ་ཕོ་བདུན། ད་ཉེར་བདག་བཟའ་གི་འཛིན་འཛིན་ནས་ད་ལས་དྲག་མར་ཐོག་གི་སྟོར་སྟོར་ཡིན་སྟར་སྔོན་གྱི་རྩར་སྐྱོ་རླུང་གི་ཁྱེར་ཁྱེར་ཡིན་མ་སྔོན་གྱི་གླག་གི་གླག་གི་འཁིར་འཁིར་ཡིན་དང་ང། ཨོ་ལེ། འདི་ད་ལྟ་ངའི་སྟོད་ནས་ཨ་ཕར་ལྟ་མི་སྐུབ་དང་ངའི་སྨད་ནས་ཨ་ཅེར་འབྲི་མི་སྐུབ་དང་ངའི་རྒ་ལྟོ་ཆག་ཙིག་གིས་ལྟོ་ཆག་གི་གཞི་ག་ཧྲུལ་སྣོད་ལ་དུས་ནས་རྩ་ཆག་གི་གཞི་ག། ཕྱི་བ་ལས་བ་ལྟོ་ཚང་ནང་གཟུགས་ཡོད་སེམས་འདི་ནག་པོར་རྩ་ཆག་ནང་གཟུགས་རྒྱུབ་ཡོད། ཨོ་ལེ་འདིའི་སྟེང་དུ་ནི་ངུ་ཁ་གཉིས་ཀྱི་སྐྱོན་ཁམས་ཆུ་གཉིས་ཀྱི་འབྱུང་ཁུངས་ནག་ཕྱི་སེར་གཉིས་ཀྱི་ཡོང་རྐྱེན་གང་ཡིན་ཟེར་ན་ཡིན་ན།

ངས་ཁྱེད་ཀྱི་སྟག་རྒན་ཆའོ་མཱ་སྐྱིད་ནུའུ་ལ་ག་ནས། དེ་རིང་ང་ཡ་རབས་ཀྱི་ལྷར་དགོད་འཇུག་དགོས་ན་ང་མ་རབས་ཀྱི་གཉའ་དགོད་འཇུག་དགོས་ན་འཇིག་རྟེན་ཁམས་ཀྱི་སྣར་དགོད་འཇུག་དགོས་ན་ཆུ་རྟེན་ཀ་རུ་བསྟན་འཇུག་དགོས་ན་གཏོར་མ་དམར་རུ་ཚུར་འདུབ་དགོས་ན།
རང་རེའི་ཁ་དཔེ་ལ་གླིང་གཉེར་ཡིག་ཁ་ན་གཏམ་རས་ཞེས་པ་ལྟར། རང་རེའི་བོད་ཀྱི་ཡུལ་གྲུ་འདིའི་གྲོ་ནས་ཧྲན་གསུམ་འདེབས་སའི་རོང་དང། རྟ་ནོར་ལུག་སེམས་བཟོ་སའི་འབྲོག་སྐད་ཡིན་ན་ཡང། བཤད་པ་གཏམ་གྱི་སྒྱུ་རྩལ་འདི་ལ་དགའ་བ་ཆེ་ཞིང་དུང་བ་ཟབ་པ་འབའ་ཞིག་སྟེ། ཆུང་བྱིས་པ་ནས་ཆེ་རྒན་པ་བར་དུས་རྒྱུན་བརྡ་སྤྲོད་པའི་གོ་རིམ་ཁྲོད་གཏམ་དཔེའི་སྦྱོར་བ་གང་འཚམ་སྤྱོད་བཞིན་ཡོད་པ་མ་ཟད། སྟོན་དཔྱིད་དང་གཟི་དཔྱིད་སོགས་གཏམ་དཔེ་རྐྱང་བའི་ལམ་ནས་ཤར་མར་བརྡ་སྤྲོད་བཞིན་ཡོད་པས། འདི་ལྟར་གཏམ་དཔེ་རྐྱང་བའི་བརྗོད་དོན་ལེགས་པར་བརྡ་སྤྲོད་པའི་སྒྱུ་རྩལ་ལ་ཐབས་རྩལ་འདི་ཉིད། འཛམ་གླིང་རྒང་ན་འོད་པ་ལས་གཞན་ཕལ་ཆེར་མེད་ཅེ་ན། ཐལ་མི་ཆེ་བའི་ཚོད་དག་ཉིད་ཡོད་ལ། དེ་བས་བཤད་པ་གཏམ་གྱི་སྒྱུ་རྩལ་འདི་ནི་འཚོ་བའི་ངར་སྐྱེར་རྒྱུན་མར་མྱང་བའི་རོ་བྲོ་དངོས་དེ་ཡིན་ལ། དཔེ་སྟོན་གྱིས་ཁ་བསྒྱུར་བྱས་པའི་སྒྱོད་པ་དམིགས་བསལ་བ་དེ་ཡིན་པ་ལེགས་པར་མཐོང་ཐུབ། ཡ། དེ་ཡིན་ན་ངས་དེ་རིང་གང་དཀར་ཟས་མ་འཆར་ཆུ་ཚིགས་ལ་ཁ་ལྕི་བ་མའི་ཆུ་ཚོད་ཙིག་གི་སྟེང་ནས་ཁ་བ་གང་རིགས་འབྱུང་གི་ཁ་མ་སྐུ་འཚུབ་ཡིད་ལ་སྐུ་མ་གསུང་འཚུབ་ཡིད་ལ། འདི་གཉིས་སྐྱེ་ཁམས་སྲུང་སྐྱོབ་དང་ཁོར་ཡུག་གཙང་སྦྲ་གི་ཕྱོགས་ཀྱི་སྐད་ཆ་ཟིག་ཉུང་ཉུང་བཤད་སླ། དེ་ཡིན་ན་རྩེ་ཁོག་རྨ་འབྱུང་ཞིག་མོ་ཧྲི་པགས་གཏམ་གྱི་ཕ་ས་འདིའི་མཚོ་ནས་སོང་ན། འདི། རི་ཆུ་ནགས་གསུམ་གྱི་མགོ་ཁུངས་ཡིན་ནོ་རྩི་ཐོག་སྨན་ཐོག་གི་ལྟེ་གནས་ཡིན་ནོ། འདིའི་མཚོ་ནས་སོང་ན། ཧེ་སུང་ཡི་ཤིང་སྐྱོལ་ཉན་ནི་མ་རེད་མདོ་ཡོངས་ཡི་ཆགས་ཉོག་ཉན་ནི་མ་རེད། ཧེ་སུང་ཡི་ཤིང་བཅད་ན་སྐྱེ་ཁམས་ཀྱི་གནོད་འཚེ་རེད་ལ། མདོ་ཡོངས་ཡི་ཆགས་ཉོག་ན་འདི་སྐྱེ་ཁམས་ཀྱི་གནོད་འཚེ་རེད་ལ། འདི་ངའི་དེ་རང་ཀོ་བ་རྣ་རྩ་ར་རྩ་ཟིག་ནི་ཡིན་ཀོ་ལོང་ཀེར་རྩ་ཧར་རྩ་ཟིག་ནི་ཡིན། དི་ཧན་གཅིག་གི་སྟེང་གི་ལྟོ་རུ་རུ་ཁུག་ཁག་སེར་གི་གང་བོ་ས་དམར་གཡམ་ཆུ་ལྟེ་མག་གཡུ་གི་གང་བོ་ས་འདི་མོ་ཡིན་ཡིན་ན་ཁ་བ་གང་ཡིད་སྦྱོང་གི་ཡིད་སྦྱོང་དུ་ན་མང་ནི་རེད། ལྟོ་རུ་རུ་སྐྱེས་ནས་གསེར་བླངས་ན་འདི་སྐྱེ་ཁམས་ཀྱི་གནོད་འཚེ་རེད་ལ། མི་རྒྱ་མཚོ་སྤྲུལ་གྱི་དབྱིབས་བླངས་ན་འདི་སྐྱེ་ཁམས་གནོད་རྩེ་རེད་ལ། འདི་ངས་དེ་རིང་བསྟུན་བསྐོ་བ་འགོག་ཟེར་ཀར་ན་རྩག་ཅིག་བཞག་ནི་ཡིན་བསྟུན་བསྐོ་བ་གངས་དཀར་ཁུ་སེམས་རྩག་ཅིག་བཞག་ནི་ཡིན། འདི་ཧན་ཆེན་ནས་སྤང་ལྗོངས་སྔོན་མོའི་སྟེང་ཨ་ཀ་སྙེག་བཅུག་ཉན་ནི་མ་རེད། དེང་སང་ཆུ་བོའི་ནང་འབག་བཙོག་བཟོས་ཉན་ནི་མ་རེད། སྐྱེ་ཁམས་སྲུང་སྐྱོབ་ཡི་དགོས་ནི་རེད་འཁོར་རྒ་གཙང་སྦྲ་ཡི་དགོས་ནི་རེད། འདི་བྱ་དཀའ་ཆེན་ནང་གི་དོན་ཆེན་ཟིག་ཡིན་ནི་རེད་རྒྱུན་རིན་ཆེན་ནོན་པ་རྩ་ཆེན་ཟིག་ཡིན་ནི་རེད། རང་གི་ཚགས་ནུས་དང་ཡིད་སྦྱོང་བྱེད་རྒྱུ་འདི། མང་བ་གི་མི་རབས་རྗེས་མ་གི་གཞི་འཁོར་བ་ཆགས་སྲེག་གནས་ཡིན་རིགས་ཧབ་ར་སྡེབས་སུ་ས་ཡིན་རིགས། འོ་ལེ་རང་ལྷ་རང་གི་བཀུར་དགོས་ནི་རིགས་རང་ས་རང་གི་འཚོ་དགོས་ནི་རིགས། འདིའི་སྟེང་གི་ཚང་མ་གི་ཉིད་རྒྱལ་བོའི་བསམ་པ་གཅིག་གཅིག་འཁུར་དགོས་ནི་རིགས་མཛོད་རྒྱལ་བོའི་ར་ཁ་ནང་གཅིག་འཁུར་དགོས་ནི་རིགས། ཉག་གཅིག་གི་ས་དམར་ནི་གཟུགས་སྐྱེས་དགོས་ནི་ཤིང་གཅིག་གི་ལོ་ཏོག་ནི་གཟུགས་སྨིན་དགོས་ནི། རང་རེའི་བཤད་པ་གཏམ་གྱི་སྒྱུ་རྩལ་འདིའི་ཁྱད་ཆོས་ཆེ་ཤོས་ནི་ཚིག་ཉུང་དོན་འདུས་ཀྱིས་བརྗོད་བྱའི་དོན་དེ་རྣམ་འགྱུར་དཔེའི་ལམ་ནས་ལེགས་པར་བཏོན་ནུས་པ་དེ་ཡིན་པས། འདི་ནི་གང་འགྱོད་པར་འདོད་པ་ཕ་རོལ་པོ་བདེ་བླག་ངང་ངོ་འཕྲོད་པའི་དགེ་མཚན་འདི་ལ་བརྟེན་ནས། རང་རེའི་འཚོ་བའི་གྲུ་གཟར་གང་རུང་ན་བསྐྲུན་དུ་མེད་པའི་ནུས་པ་བཏོན་དང་འདོན་གྱིན་ཡོད། དེའང་འཚོ་གནས་ཀྱི་ཁོར་ཡུག་མི་འདྲ་བ་དང་འཚོ་རྟེན་མི་གཅིག་པའི་དབང་གིས་གཏམ་དཔེའི་སྦྱོར་ལུགས་དང་དཔེ་དོན་མགོ་ཚུལ་ལ་སོ་སོའི་ཁྱད་ཆོས་དང་མི་མཐུན་ས་གང་འཚམ་མཆིས་མོད།

ཁར་སང་དེ་རིང་གི་དུས་ཚོད་འདི་ཡུལ་བསྟི་ན་རྒྱ་རྫོང་གི་ནགས་བཟོ་རེད་ལ་མི་བསྟི་ན་རྒྱ་མཚོ་གི་རྒྱང་མི་རེད་ལ། རྒྱུ་མི་ཉིད་མགོ་དབུབ་དྲག་ཡིན་དགུན་མི་ཉིད་མ་ནུས་ཆུ་ཡིན། འགྱོག་ཤི་དགའ་མོ་བཞིན་དུ་ཤོམ་ཤོམ་ཤིག་འདི་ཤི་རིག་ངོ་ཤེས་དུ་ཙོག་ཙོག་ཤིག། མི་སུ་དང་གང་ཅང་གོ་བས་ན་མི་མཐོང་རྒྱུ་བོ་དུག་གི་འཇུག་རེད་མི་འཇུག་ས་བོ་ཁྲིམས་མི་འཇུག་རེད། རྒྱ་ཁག་གི་ཁྲིམས་དང་མཐུན་ནས་དམ་པའི་ཆོས་དང་མཐུན་ནས་དུས་རབས་ཉེར་གཅིག་གི་དཀའ་བ་དང་བརྟེན་ནས་ཁ་བརྡའི་ཡག་གཏམ་ཞིག་ལག་བརྡའི་ཤ་ཧལ། གར་སོང་ད་ཧ་ས་ཧ་ཡིས་ཡིན་ནས་གར་སྡེབ་ད་ཧ་ནི་གཉེན་འབྲེལ་ཡིན་ནས་གར་སོང་ས་ནས་བཀྲ་ཤིས་ན་གར་སྡེ་ས་ནས་དུམ་འགྲིག་ན། ཐུམ་འགྲིག་གི་དཔུང་བ་མཉམ་ཞུ་བས་ན་དཀར་སྡུག་གི་སྐད་ཆ་མཉམ་བཤད་ཡིན་ན་དུ་ཁྱི་དང་མཐུན་པ་ཟིག་གི་ཁྲིམས་དང་མཐུན་པ་ཟིག་དུས་རབས་ཉེར་གཅིག་དང་མཐུན་པ་ཟིག་ཡིན། ད་ཁྲིམས་བསྟན་ལུགས་མཐུན་གྱི་བྱ་བ་ཟིག་བསྒྲུབ་རྒྱུ་དེ་ནི་ཧ་གཏོགས་གཅེར་གི་ར་ཁྲི་ཡོད་ནས་ཧ་བཟང་གི་བུ་ཆེའོ། མ་ཐོག་མདོ་མོ་ནུབ་བཞི་བོ་ནས་ཤང་བཟང་གི་ཐུ་ཆེའོ། ངུ་བསམ་པ་དཀར་བོའི་ཁ་བརྡ་ཡིན་ཁ་ལག་ཚང་མའི་མཆོད་པ་ཡིན།
རིག་གནས་རྐང་ཞིག་གནས་ཤིང་འཕེལ་བའི་གོ་རིམ་ཁྲོད་དུ་རྒྱ་ཆེའི་མི་དམངས་ཀྱིས་དེ་ལ་བསམ་བཞིན་དང་བསམ་བཞིན་མ་ཡིན་པའི་སྒོ་ནས་གསལ་བསྲིས་དང་གདམ་ང་བྱེད་པ་ལོ་རྒྱུས་འཕེལ་རིམ་གྱི་ཆོས་ཉིད་འབའ་ཞིག་ཡིན་པས། ཏང་གི་འཆར་གཏམ་དཔེ་ལ་ཡང་ནང་དོན་དང་དཔེ་འཇོག་གསར་བ་རབ་དང་རིམ་པ་བྱུང་དང་འབྱུང་བཞིན་ཡོད་དེ། གནོད་སྐྱེལ་རྟེན་འབྱུང་གི་ལྟ་བ་སྲོག་ཏུ་འཛིན་པའི་སྐྱེ་ཁམས་ཁོར་སྲུང་ཕྱོགས་ཀྱི་གཏམ་གྱི་བརྗོད་པ་དང། སྤྱི་ཚོགས་བདེ་སྲུང་གི་དགོངས་པ་གཙིགས་སུ་འཛིན་པའི་སྐབས་དོན་སྲིད་ཇུས་ཐད་ཀྱི་གཏམ་གྱི་བརྗོད་པ། ཡར་སྐུལ་ལག་ལེན་གྱི་བསླབ་བྱ་དམིགས་སུ་བཏོད་པའི་སློབ་གསོ་གོ་སྐོན་སྐོར་གྱི་གཏམ་གྱི་བརྗོད་པ་སོགས། དུས་ཀྱི་འཕོ་འགྱུར་དང་མཐུན་ཞིང་ཏང་མིའི་བློ་ཁ་དང་འཚམ་པའི་གཏམ་དཔེ་སྣ་ཚོགས་པ་ཡང། ཧ་ཅང་མང་པོ་ཡོད། འདི་ནི་བྱ་དཔའ་གཏམ་གྱི་སྒྱུ་རྩལ་འདི་ཉིད་གནས་དེའི་ཁོར་ཡུག་དང་འཚམ་པར་འཕེལ་རྒྱས་འགྲོ་བཞིན་པའི་གནས་སྟངས་ཡིན་ལ། སོ་སོའི་འདོད་བློ་དང་མཐུན་པར་དར་སྤེལ་གཏོང་བཞིན་པའི་རྣམ་པ་རེད། འདིའི་སྟེང་ན་སྤྱིར་འདང་བརྒྱབ་ན་ཡང་གཏམ་དཔེ་འདི་འདི་ཡིན་གོ་ཡིས་གསུངས་ན། འདི་ལ་ག་འདི་འདང་རྒྱག་ས་ཟིག་མང་ང་ཟིག་ཡོད་གི། འདིའི་རྒྱུ་མཚན་ཆི་ཟིག་གི་བཟོས་ན། དེ་རེད། དཔེ་བཞག་ན་དེ་རེད་གཅིག་སྐྱོ་སྣ་ཁམ་ཆི་རེད་ཐུག་ན། ད་གཅིག་ཧ་གི་མྱི་ཆི་བ་ད་ཞིག་ངའི་གོང་ན་བཤད་གོ་ནོ་འདི་མོ་དུ་ལས་ར་བཤད་མ་དགོས་བ་རེད་དྲ་ར་ཡང་གཅིག་རང་གིས་ལྟ་ཡི་ད་དྲ་འབག་སྙིགས་མར་མིག་ལ་ཁམ་ཁི་འདི་ཅན་པོ་འདི་ཡིན་ན་ར་ཡང་གཅིག་དོན་དག་བྱེད་མ་ཆོག་ཏུ་འདི་མོ་ད་མི་ང་རིག་གོ་ནི་འདིའི་དུས་ལ་ད་ཁྱོད་ཅིག་ཤོག་ཟིག་འབོད་ནི་དེ་མོ་ཟིག་རིག་དེ་ཡིན་སྟངས་ན་འདིའི་སྟངས་དེ་སོང་ན།

འདིའི་སྟེང་དུ་ན་ཡང་འདང་རྒྱག་ས་འདི་མོ་བན་གྱི་ན་མང་པོ་རེ་ཡོད་གི། འདི་ཁུར་གའི་སྐྱོད་ལུགས་བྱ་ནུས་ཞིག་ན་སྟག་ནི་མང་གི། ཆིབས་གཏོད་ནུས་ཞིག་ན་གཉན་ནི་མང་གི། འདི་ནས་སོང་ན། མཐོ་མི་ཉིང་གི་ཨ་ཀས་རྒྱག་གི་དམའ་མི་ཉིང་གི་ཨ་ཀས་རྟ་རྒྱག་གི། ཁམས་ཁྲོད་འདི་མོ་རེ། འདིའི་སྟེང་ན་ཡན་གྱི་ན་ཡང་ཅིག་དོན་དག་ཆུང་ཆུང་རེ་གི་ལག་གིས་དོན་དག་དེ་འགྲིམ་འགྲིག་ཏུ་ཐུབ་སོང་ན། ད་ལྟ་ཁིར་གེ་ཏུ་ཤྭའི་ནོར་ལྕམ་པོ་དེ་རིགས་མ་ཐུབ་ན་ཡང་དེའི་ལག་ག་དེ་ཅིག་ཉི་ཁ་ཉེ་དགུ་མང་པོ་རིང་དགོས་ཀྱི་གཅིག་གི་ལག་གི་འདི་མོ་ཡོག་གི།
དེ་ཡང་རང་རེའི་བཤད་པ་གཏམ་གྱི་སྒྱུ་རྩལ་གཏམ་དཔེ་འདི་ནི་དུས་ཚོད་ཀྱི་ཆུ་བོའི་ཡང་ཡང་གཤེར་ཀྱང་བཙགས་པའི་གསེར་གྱི་བྱེ་མ་དེ་ཡིན་ལ། འཚོ་བའི་འཕར་གྱིས་ཡང་ཡང་བསྙིལ་ཀྱང་བཙགས་པའི་ནུས་ཀྱི་ཉིང་ཁུ་དེ་ཡང་ཡིན་པས། འདི་ནི་བརྗོད་པ་ལེགས་པའི་སྟོན་པའི་དགའ་སྤྲོ་ལ་མེད་དུ་བྱུང་བ་ཞིག་ཡིན་པ་མ་ཟད། དཔེ་སྟོན་རྣམ་པར་རྒྱལ་བའི་ངག་རིག་ཁྱད་དུ་འཕགས་པ་ཞིག་ཀྱང་རེད། འདི་ནི་དུས་རིམ་མང་པོར་མི་ཚོས་རང་གི་ནུས་པ་ལྟར་ཕྱི་འདིར་ཡང་ཡང་བྱས་པའི་དམངས་ཁྲོད་གཏམ་གྱི་ཉེན་ཁ་ཡིན་པས། འདི་ཡི་ལོ་རྒྱུས་རིང་ཞིང་རྩ་བ་བརྟན་བརྗོད་པ་ནི་ཅང་དཔེ་དོན་འགྱུར་བ་ཤ་སྟག་རེད། དེ་ལྟར་དུས་ཚོད་ཀྱི་གོམ་སྟབས་རྟ་ཕོའི་འགྲོས་ཀྱིས་སྔུན་ནས་སྔུན་དུ་རྒྱུག་བཞིན་ཡོད་པས། འཚོ་བ་དང་རིག་གནས་ཀྱི་དྲྭ་འབག་མང་བོ་ཞིག། ང་ཚོ་དང་ཁད་ཀྱིས་རྒྱང་ནས་རྒྱང་དུ་ཇི་བཞིན་འདུག། མེས་པོའི་ཕ་ནོར་གྱི་དབྱེ་དབྱིབས་ཕྲེང་བ་བལྟ་ཅི་སྙིགས་ཚེ། གཡས་གཡོན་འཚེར་བའི་གཡེར་ཏོག་རེ་རེ། ང་ཚོའི་དྲན་འཛིན་གྱི་མཐིལ་ལ་གསལ་གསལ་ཐང་ཐང་དུ་ལྷུང་ཡོད། བཤད་པ་གཏམ་གྱི་སྒྱུ་རྩལ་གཏམ་དཔེ་འདི་ཡིན། དེ་དག་ཁྲོད་ཀྱི་དམོད་མོ་དབྱེ་ཡི་རྡོག་པོ་ཞིག་སྟེ།